ཐ་སྙད་ངོ་སྤྲོད་ཀྱི་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་ཡང་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། ནམ་རྒྱུན་གཞིར་བཟུང་བྱས་རྗེས་ཨ་ནེ་ཐོག་མར་དུས་འདྲ་སྔོན་མར་ཞུས་ཟིན་པའི་ཐ་སྙད་དོན་ཚན་དེ་བསྐྱར་དྲན་ཚུལ་དུ་ཞུ་བ་ཡིན་ན། དང་པོ། Solar System། ཉི་མའི་ཁྱིམ་རྒྱུད། གཉིས་པ། Digestive System། འཇུ་བྱེད་མ་ལག། གསུམ་པ། Ecosystem། སྣོད་བཅུད་མ་ལག། བཞི་པ། Cyber Security།

ཡོད་པ་ལྟ་བུ་རེད་བསམ་གྱང་ལྡེབས་ཀྱི་སྟེང་ལ་ཡང་གློག་གི་འོད་ཤུགས་བརྒྱུད་ནས་གཟུགས་བརྙན་ཡིན་ན་རེད་པར་རི་སོགས་བརྙན་པར་སྟོན་པར་བྱེད་པའི་ཡོ་བྱད་ཅིག་ལ་ཡང་བརྙན་འདོན་འཕྲུལ་ཆས་དེ་ལྟ་བུ་ཡིན་ན་ནམ་རྒྱུན་ང་རང་ཚོའི་ལས་ཁུངས་སྒྲིག་འཛུགས་ཁག་གི་ནང་ལ་ཡང་བེད་སྤྱོད་ཆེ་གྲས་ཀྱི་དངོས་པོ་གལ་ཆེ་བ་ཅིག་ཆགས་ཏེ་འོ་རེད། གཉིས་པ་འདི OTP One Time Password། གཅིག་ཆོས་གསང་ཚིག། ང་རང་ཚོ་ཚང་མས་མཁྱེན་གསལ་རེད་དེང་སང་བརྡ་འཕྲིན་གྱི་དུས་རབས་ནང་ལ་ཡང་ཀམ་པུ་ཏར་མ་ལག་དེ་འདྲའི་རྗེས་ཨ་ནི་དྲ་ཐོག་ཉོ་བྱ་རེད། ཡིག་ཆ་ཐོ་འགོད་དེ་ག་ནང་བཞིན་དངུལ་སྤྲོད་ལེན་སོགས་གང་ལྟར། དེ་དག་གི་ལས་དོན་བྱེད་པའི་ཆེད་དུ་ཐེངས་གཅིག་བེད་སྤྱོད་བྱས་ཆོག་པའི་རང་ཉིད་ཀྱི་ཁ་པར་ཨང་གྲངས་སམ། ཡང་ན་གློག་འཕྲིན་ཁ་བྱང་ཐོག་ནས་ལས་དོན་གང་ཞིག་རྗེས་ཐོབ་པའི་ཆེད་དུ་བསྐུར་བས་ཀྱི་གསང་བའི་ཨང་གྲངས་ཤིག་ལ་ཡང་གཅིག་ཆོས་གསང་ཚིག་གང་ལྟར་གོ་བདེ་བོ་ཆེ་ཆེ་ཞུས་པ་ཡིན་ན་ཐེངས་གཅིག་བེད་སྤྱོད་བྱེད་ཆོག་པར་ཀྱི་གསང་བའི་ཨང་གྲངས་གཅིག་ལ་ཡང་གཅིག་ཆོས་གསང་ཚིག། གསུམ་པ་འདི Gynaecologists། མོ་ནད་སྨན་པ། བུད་མེད་ཀྱི་འཕྲོད་བསྟེན་དང་ནད་གཞི་ལྷག་པར་སྐྱེ་འཕེལ་དང་འབྲེལ་བའི་ལུས་ཀྱི་ཆགས་ཞེན་དང་དབང་པོ་ཐོག་ལ་ཡང་མཁས་པའི་ཀྱི་ཆེད་ལས་སྨན་པ། བཞི་པ་འདི Domestic Airport། རྒྱལ་ནང་གནམ་ཐང། རྒྱལ་ཁབ་ག་རེ་ཡིན་ནས་གང་ལྟར་རྒྱལ་སྤྱིའི་ནང་མིན་པར་རྒྱལ་ཁབ་དེ་རང་ནང་ཁུལ་གྱི་མངའ་སྡེ་རེད་ལུང་པ་སོད་ཚོད་ནང་ལོག་ལས་འཕུར་བ་དང་འབབ་པར་བྱེད་སའི་གི་བསྟི་གནས་དེ་ལ་ཡ། རྒྱལ་ནང་གནམ་ཐང། ལྔ་བ་དེ Virus། གཉན་སྲིན། དྲ་འབུ། ཚིག་འདི་ཨ་ནི་དོན་གཉིས་ལ་འཇུག་འགྲོ་གི་འདུག། ང་རང་ཚོའི་ལུས་པོ་སོགས་གང་ལྟར་སྐྱེ་ལྡན་གྱི་ཕྲ་ཕུང་ནང་ལ་ཡང་སྐྱེ་འཕེལ་བྱེད་པའི་གི་སྲིན་བུ་ལ་ཡང་གཉན་སྲིན། དྲེལ་བུ་ལབ་པའི་སྐབས་སུ་སྐྱེ་ལྡན་མ་རེད་འདི་གློག་བཞིན་ནང་ལོགས་ལ་ཡང་སྐྱོན་གཏོང་མཁན་གྱི་བུ་ལྟ་བུ་ཞིག་ལ་གོ་ན་འགྲིག་རེད་བསམ་གྱི་འདུག་གང་ལྟར་བུ་དེ་ཡང་དྲ་ལམ་བརྒྱུད་ནས་ཡོང་གི་ཡོད་ཙང་དྲ་འབུ། དྲུག་པ་དེ Curriculum། བསླབ་གཞི་རྩ་འཛིན། སློབ་གྲྭ་རེར་མཐོ་སློབ་དག་སྣང་ཞིང་ཤེས་ཡོན་གྱི་བསྟི་གནས་ནང་གི་ཤེས་ཡོན་སློབ་ཁྲིད་སློབ་གཉེར་བྱ་རྒྱུ་གི་བརྒྱུད་རིམ་ཁོངས་ལ་བཞག་པའི་ནང་དོན་ལ་ཡང་སློབ་ཁྲིད་རྩ་འཛིན། བདུན་པ་དེ Massage། བཀུ་མཉེ། བཀུ་མཉེ་ཞེས་ཨ་ནི་བཀུ་བ་དང་ཉེ་བ་ཞེས་བྱ་ཚིག་གཉིས་ལས་གྲུབ་པའི་ཚིག་གཅིག་ཆགས་ཏེ་ཡོད། བསྐུལ་བ་ལ་བའི་སྐབས་སུ་བྱུག་པའི་དོན། བསྙལ་བ་ཟེ་དུ་རྩམ་པ་ནས་ལག་པས་ཀྱིས་ཕུར་ཕུར་བཏང་བའི་དོན་དག་ཅིག་ཆགས་ཏེ་འོ། གང་ལྟར་འབྲུ་སྣུམ་སོགས་ལུས་ལ་བྱུག་པ་དང། ཕུར་པའི་སྒོ་ནས་རླུང་ནད་སོགས་རེངས་པ་དང་འཁུམས་པ་ལ་སོགས་པའི་ནད་གཞི་བཅོས་ཐབས་བྱེད་ཚུལ་ཞིག་ལ་ཡང་བསྐུལ་ཉེ། མཐའ་དོན་དེ་ལ་ཡ་ད་རིང་གི་ཐ་སྙད་ངོ་སྤྲོད་ཐེངས་བཅུ་བཞི་པ་དེ་ཆགས་འདུག་འདུག་བྱེ་བྲག་རྣམ་པ་ཚོས་ཐུགས་སྣང་གནང་མཁན་ཅིག་ཡིན་པ་ཡིན་ན། ད་བར་དུ་ཐ་སྙད་ཁྱོན་དུ་ཅི་དོན་གྲངས་ཅིག་ངོ་སྤྲོད་ཞུས་ཡོད་ཙང་ཐ་སྙད་དེ་དག་ཐུགས་ལ་ངེས་ཡོད་པའི་རེ་བ་ཞུ་གི་ཡོད། གང་ལྟར་ང་རང་ཚོས་སྐད་ཡིག་ཕྱུག་ཏུ་གཏོང་བ་ལ་ཡ་སྤྱི་སྒེར་ཚང་མས་ཀྱིས་བཀོལ་སྤྱོད་རྒྱ་གང་ཅི་བཏང་བ་ཡིན་ན། སྐད་ཡིག་དེ་ཕྱུག་པོ་ཡོད་པ་ནང་བཞིན་ད་དུང་མུ་མཐུད་ནས་ཡ་ཡར་རྒྱས་དང་ཕྱུག་ཏུ་འགྲོ་རྒྱུ་ཡིན་པ་ཤེས་མ་གོ་བ་རེད། བྱས་ཙང་ཚང་མས་རང་མི་རིགས་སྐད་ཡིག་གཅེས་སྤྲས་ཐོག་ལ་ཡ་ཉི་མ་མེ་གྲོགས་དང་ཆར་པ་ཆུ་གྲོགས་ཀྱི་ཚུལ་དུ་གང་ཐུབ་ཐུབ་ཀྱིས་བོད་སྐད་རྒྱུན་སྤྱོད་ཐ་སྙད་དེ་དག་བཀོལ་སྤྱོད་དང་ཨ་ནི་གུས་པས་གནང་རོགས་གནང་ཞུ་ཡ་ཡིན་ཐུགས་རྗེ་ཆེ་གནང།